ཁ་ཤས་བོད་གངས་ཅན་ན་ཚུར་འོང་དུས་སྒང་ལ་བོད་གངས་ཅན་ན་ཚུར་ལོག་དུས་ནག་ཐུག་ཤུ་མ་བཤད་འདས་ལས་དེ་མི་འགྲིག་ཅིང། ཁ་ཤས་རྒྱ་གར་ལུང་པ་ན་ཡར་སྐྱེས་ནས། བོད་གང་ཡིན་མི་བཤད་མཁན་གྱི་དྲ་མི་དྲ་རྒྱུ་རེད་མ་གཏོགས་ཁྱོད་ཚོ་ཤེས་ཆེན་ཅན་གྱི་མི་གཅིག་ག་ཡོད། ཁྱོད་ཚོས་ང་ལ་ཨ་ནེ་ཡ་ལ་འདྲ་བུ་ཅིག་བཀོད་ཁ་ཅིག་བཤད་ཁ་ཅིག་ང་རྒས་ཉི་མ་ཅག་ཅིག་ཤོག་གི་རེད། འོ་ད་ངས་ལྟོ་རི་ངལ་རྩོལ་དྲ་སྡེ་དེའི་ནང་ལབ་བཞག་ཡིན་ད་དེ་ནི་འདི་རེད་ལྟོ་རི་ངལ་རྩོལ་དྲ་སྡེ་ལབ་དེ་ཐ་མ་ཐག་འོ་ད། འདི་འདི་མིན་གི་དེ་ཁས་བླངས་ན་ངས་མཐོ་སྒང་མི་ཤ་སེ་ལབ་ནས་ད་ང་བ་དེ་ལོག་རེད་ད་ཁུངས་སྐྱེལ་ཤོག་སེ་ལབ་དེ་དེ་ལབ་བཞག་ཧ་སྙིང་ག་ལ་ཨ་ཐ་ཡག་པོ་འགྲོ་གི་འདུག་ཤེས་སྙིང་བཀའ་ཤག་ལ་ཡོང་དུས་དཔེ་ཁྲག་པོ་ཆགས་བཞག་གཅིག་གི་དཔེ་ཆེ་པ་ར་ལ་གཅིག་ལྷབ་བཞག་འགྲོ་འདུག་ཅེས།

ཨ་ལ་ད་ཁ་ཤས་ལ་ངའི་ཡོག་རེད་ཁོ་ཚོར་ཕེ་སྐད་དེ་ཁུངས་མ་ཆོད་ཙང་ནས་ཡང་དེའི་ཞོག་ལ་འདི་ཡང་བསླངས་བཞག། འོ་དེ་འདྲའི་འདྲ་པོ་བཟོས་ནས་གིན་ད་བོད་གཞུང་གི་བྱས་སྟངས་ལས་སྟངས་གང་ག་དེ་འདྲའི་འདྲ་པོ་རྐྱང་རྐྱང་གྱི་བྱས་གིན་བསྡད་པ་རེད་ཆོས་རྗེ་སྒང་དྲུག་གི་སྒང་ལ་མི་བཅུ་སྐད་གཉིས་གི་ཐོག་ལ་ཨ་ནེ་ག་ཐུག་ཐུག་འདྲ་པོ་ཅིག་བྱས་སོང་མ་འདོད་རྗེན་གཅིག་གི་ཨ་ནེ་བཅུ་སྐད་གཉིས་ལ་གཅིག་ལ་ཕན་པ་ཅིག་བྱས་ཡོད་ན།

ཆོས་རྗེ་བཀའ་འགྲོའི་རྒྱ་ཆེན་མ་ཚོགས་ཀྱི་ནང་ལ་བཤད་བསྡད་པ་དེ་དང་བཅས། ཆོས་རྗེ་བཀའ་འགྲོའི་དབུའི་འཇོན་ལས་ཚོགས་མི་བཤད་བསྡད་པ་དེ་བཅས་དང་བསྟུན་བྱས་ཁ་ནང་དེ་དེ་ནས། ད་རྒྱ་མ་དུ་མ་སོང་ནས་ལྕགས་ཡག་ཅིག་མགོ་ལ་གླས་བསྡད་ས་ཅིག་མགོ་གླས་རུང་བ་དེ་རེད་བསམ་ནས། ཡིན་ན་ངས་ད་ལྟ་སང་ང་ལྟས་ཚེ་ལོ་བདེ་བོ་འདྲ་བོ་ག་རེ་ཡོང་གི་འདུག་སེམས། ད་རྡོ་ཁང་ཆོས་རྗེ་བཀའ་འགྲོའི་མི་མང་འདི་གི་ག་ལ་ཁ་མཚང་ཧ་གོ་ཤ་མ་འདུག། ཧ་གོ་ནས་གི་དེ་སང་མི་ཚང་མ་གི་བོད་གཞུང་གི་ག་ཚིལ་མི་དགོས་ག་ཚིལ་ལགས་དེ་ན་ཅི་མི་དགོས་ཅི་ལགས་དེ་ན་ཨ་མཆོག་དཀྲུག་དཀྲུག་བྱས་ནས་བསྡད་དེ་ངས་ཅི་མ་གཏོགས་སྔ་མ་ན་གལ་ཆེ་རེད་མི་འདུག་ད་དེ་ག་སྟབས་ཡག་པོ་ཅི་རེད་བསམ་གས་ཆོས་རྗེ་སྒང་དྲུག་གི་དེ་ག་ཁོ་རང་ཚོ་ལོག་གོ་རེད་ཀླད་ཉལ་འཕྲལ་བཟུང་ལོག་གོ་རེད་ང་ཚོ་ག་ཀླད་ཉལ་འཕྲོ་བཟུང་བཟོ་ཐུབ་པའི་གི་ཨ་ནི་ཕན་ཐོག་འདྲ་པོ་དེ་བྱུང་ཤག་སོ་སང་འགྲོ་གི་མ་འོང་པ་ག་བོད་སྤྱི་པ་ཟེར་མཁན་དེ་ཨ་ནི་བོད་ཟེར་མཁན་རྒྱལ་ཁབ་ཅིག་དང་བོད་མི་ཟེར་མཁན་གྱི་ཆགས་ཡ་ཡོད་ན། བོད་དུ་འཛམ་གླིང་གི་ས་སྒང་ལ་ཨ་ནེ་བོད་པ་བོད་དེ་བ་དམངས་གཙོའི་རྒྱལ་ཁབ་ཅིག་ཡོང་ཡ་ཡོད་པ་ཅིག་ཡོང་གི་ཡོད་ནམ་མེད་ནམ་དེའི་དམིགས་ཡུལ་དེ་ད་ནངས་ང་རང་ཚང་གི་སྔ་སོང་ནང་ན་མ་སྒྲུག་དགོས་ཡ་ཅིག་རེད་མ་གཏོགས། ཨ་ནེ་ཞུ་གུ་ཡོང་རྒྱུ་ཡོད་པ་ཅིག་ཉི་མ་ཅིག་ཧབ་ཅིག་ལ་བྱུང་བ་ཡ་དེ་འཛམ་གླིང་སྲིད་སྤྱི་ཅིག་བྱུང་ཡོད་མ་རེད་བ། ཨོ་དེ་འདྲའི་འདྲ་པོ་སོང་ནོ་ཁོ་ཐེ་གི་འདུག་ང་ཚོའི་ཤེས་ཡ་ཐོས་སུ་ཡིན། ཨ་ནེ་སྐལ་བཟང་ངས་ད་ལྟ་དེ་ག་ཚོད་མ་འདོད་དྲན་གི་མི་འདུག་ད་དེ་ག་ཚོད་མ་འདོད་ཅེས་ད་མང་པོ་མ་བྱེད་ཤེས་མི་ལོ་མང་པོ། སྤྱི་དོན་གོ་ཆ་གོ་བཅུ་གོ་བཞི་ནས་བྱས་པའི་ཅིག་གིས་ད་སྤྱི་དོན་གོ་ཆ་གོ་བཅུ་གོ་དགུ་ཐུབ་པ་ད་ལོ་གོ་དགུ་རྫོགས་ནས་ད་གོ་དོན་འདི་ག་ས་བདུན་བཅུ་དང་ག་ས་འདི་དགུ་བཅུ། ཉིས་སྟོང་ལ་ལས་སྒྲུབ་ཡོང་གི་ལས་བྱེད་ཀྱི་ཡོད་རེད། དེའི་བར་དུ་འདི་བྱས་འདི་ག་ཡོངས་རྫོགས་དེ་གཅིག་གཅིག་གཉིས་གཉིས་མཚན་ལ་དྲན་གི་མི་འདུག་ཉི་མ་རེ་རེ་རེ་རེ་གི་བྱས་པ་དང།

མོ་རང་ངས་བྱེད་ཡོད་ས་མེད་ར་ཚོད་ཁོ་མི་ཁུ་སོང། ཨོ་དེར་དཔོན་པོ་ཅན་ནི་བོད་གཞུང་གི་དཔོན་པོ་ཚོ་ཐེ་ཝང་ལ་འགྲོ་ཚོད་ཁོ་མོ་ར་ཚོད་ཁོ་མོ་ནི་ར་བ་ག་གན་ནི་ཁུ་སོང་མ་ར་གན་ནི་སྡུག་གྱོང་རེད་མ་གཏོགས། དེ་ནི་ཆོས་ཁོང་ཁྲོ་ཆེ་སེང་སེང་ཟེར་བསྡད་ཅོག་རེད་བོད་གཞུང་ཐེ་ཝང་གཞུང་ཟེར་མཁན་དེ་ཁེན་ཙག་རེད། ཨ་ནེ་ཁོ་བོད་གཞུང་གི་ཕི་ནས་ཟུར་ཅིག་ལ་འབུད་རྐུ་ཅིག་བྱེད་སྡོད་ཀྱི་ཡོད་རེད། ཁོ་རང་ཚོ་ལ་དམིགས་ཡུལ་ཅིག་ཡོད་རེད་དམིགས་ཡུལ་དེ་ག་རེ་ཡོད་རེད་ཟེར་ན། བོད་གཞུང་འདི་ཆོས་རྗེ་སྒང་དྲུང་ཉིད་འདི་རྒྱ་དམར་འདི་མ་བཟོ་ནས་བསྐྱལ་ན། བོད་གཞུང་བརྗེ་བསྒོ་ཚར་བའི་བོད་ཆོལ་ཁ་གསང་འདི་ཁོས་བོད་གཞུང་མགོ་བོ་ལ་འདུག་བསམ་གི་ཡོད་རེད་བ། ཆོས་རྗེ་སྒང་དྲུང་ཆོལ་ཁ་གཅིག་མ་འདུག་མི་འདུག་བསམ་ནས་དེ་གིས་ཁོ་ཚོ་བརྗེ་བསྒོ་གྱི་རྩེད་དེ་གི་ཡོད་རེད་བ། བྱས་དེ་གང་ལ་བོད་གཞུང་འདི་ལག་པ་ལ་རག་དགོས་གི་ཡོད་དེ་བ་ལ། ངེས་པ་དེ་རག་དགོས་ཁྱེད་རང་ཚོ་ལ་རྒྱ་བ་ཁྱོ་འབོ་ཆེ་རག་པ་དེ་བོད་གཞུང་རག་པ་དེ་ང་ཚོའི་ཆོས་རྗེ་སྒང་དྲུང་སྐུ་རྟེན་ཡིན་ད།

ཁྱེད་རང་གཉོམ་པོ་ལ་གལ་ཆེ་གི་ད་དེ་ས་དེ་འདི་བོད་གཞུང་གཅིག་བསྒྲགས་འདི་འདུག་ཡང་ཅིའི་ཕྱིར་བསྒྲགས་འདུག་ཟེར་ན་རྒྱ་མིས་ག་རེ་ལབ་འདུག་ཟེར་ན། ཁྱེད་རང་ཚོ་ཐེ་ཝང་ལ་འབྲེལ་བ་བྱེད་པ་ཡིན་ན་ཉི་མ་དེ་ནས་བཟུང་སྟེ་ང་ཚོ་སྒོ་རྡུང་ལ་བཙགས་ནས་མ་ཡོང་ཟེར་ངེས་ཀྱི་རྒྱ་མིས་ལབ་གི་ཡིན་ཚོད་འདུག་རྒྱ་མིར་ཡིད་ཐོག་ཐུབ་པ་འདུག་ངས་ག་ས་མེ་གྷ་ཟིན་ཁ་ཤས་ཀྱི་ནང་ལ་ཐེ་ཝང་ལ་འབྲེལ་བ་ཞེ་དྲག་བྱེད་ཀྱི་ཡོད་རེད་ཟེར་གོ་བོད་གཞུང་གིས།

ངས་མ་བཤད་མ་ཐག་ཏཱ་ལའི་བླ་མ་ཕེབས་ཐུབ་མ་རེད་བསམ་ནས་ང་ད་ལྟ་ཐེ་ཝན་ལ་ཕེབས་ཡག་ལ། ད་ནི་ཁ་ཤས་ཕེབས་ཀྱི་རེད་ཟེར་གི་ད་ཕེབས་ཐུབ་མ་རེད་རྒྱ་མིའི་རྐང་འདྲིས་བཞིན་བཞག་ནས་ཀྱི་ཚུལ། ཆ་རྐྱེན་བཞག་སྟངས་འདི་ལས་བལྟས་ན། ཐེ་ཝན་ཁྱོད་ཚོའི་རང་བཙན་ཡིན་གྱི་ལབ་སྟེ་ང་ཚོའི་བཅིངས་འགྲོལ་དམག་ལ་ལས་ཀ་མེད་ནས་བསྡད་ཡོད་ཨ་ཟེར་ལབ་གི་ཡོད་སྡིག་ར་གཅིག་སྤྲད་གི་ཡོད་རེད། ཏཱ་ལའི་བླ་མ་ཁ་གཙང་ནས་མ་བསྡད་པ་ཡིན་ན་སོང་ན་ཅི་མེད་དུ་མེད་ཟེར་དེ་གི་ལ་འབྲེལ་བ་བྱེད་གི་མེད་ཟེར་ན་འབྲེལ་བ་བྱེད་ཡ་མི་དགོས་ཏེ། མ་འོངས་པར་རྩ་ནས་ཏཱ་ལའི་བླ་མ་ཟེར་མཁན་དེ་བོད་རྒྱལ་ཁབ་ནང་ལ་ཨ་ནེ་ངོས་ལེན་མེད་པའི་ཆེད། ཅིའི་བྱེད་དུས་སྐྱབས་སུ་ཆོག་གི་མཛངས་མཛངས་ལ་ཡི་གེ་མནན་པའི་གསུང་སྟངས་དེ་ཚོ་ལ་ནོར་བུ་དུ་ཨ་ས་ཟངས་འདྲ་པོ་ང་ཚོ་འཇིག་རྟེན་ཕལ་པ་ཅིག་མ་ཚད་ཡིན་འོང་དུས་ཅི་བྱས་ན་ཅི་ཇག་རོང་པོ་ཅན། སངས་རྒྱས་རེད་ཟེར་མཁན་མ་རེད་སངས་རྒྱས་ཡིན་ཟེར་གི་རེད། ཨ་ནེ། མཆན་གྱི་ཡོ་བྱད་རེད་འདི་གཉིས་བྱས་ན། ན་ནིང་འདི་ཨ་མི་རི་ཀ་ལ་ཕེབས། ཀ་ན་ཀྲ་གི་ས་ཚང་དུ་མ་ཅིག་ལ་རྒྱ་མི་ཅིག་གིས། ཐེ་ཝན་རྒྱ་མི་ཅིག་གིས་དགོངས་པ་ཞིག་གོ་འབྱེད་ལ་ག་རེ་ཅིག་ལ་གདན་འདྲེན་ཞུས་ནས་དེ་ཕེབས་འགྲོ་དུས། དེས་ཚགས་པར་བྱ་མཁན་གྱི་སྐད་ཆ་དྲིས། ཁྱེད་རང་མ་འོངས་པར་ཁྱེད་རང་གི་ཡང་སྲིང་དེ་ག་པར་འཁྲུངས་གི་རེད་ཟེར་ལབ་དུས། ང། ཡང་སྲིང་འདི་བོད་ལ་འཁྲུངས་གི་མ་རེད་ཕྱི་རྒྱལ་ལ་འཁྲུངས་གི་རེད་གསུངས་སོང་བ།

བོད་གངས་ཅན་གྱི་ཕ་ཆོས་གཤེན་རལ་གཟིགས་ཀྱི་གནང་སྤྲུལ་བོད་གངས་ཅན་གྱི་ལྷ་སྐལ་ཡིན་ཟེར་གི་ད་ང་ཚོའི་དེ་ལས་བྱས་པའི་བྱེས་ཀྱི་ཏཱ་ལའི་བླ་མ་ལ་ནི་མཆན་བུ་བཙུགས་ཏེ་ཡ་དེ་བོད་རྒྱ་ཆེན་མང་ཚོགས་ཀྱི་ཡེ་ཤེས་སྙིང་གི་ཙི་གུ་ཞུ་དེ་ཡ་དེ་དེ་ལས་ལྟར་ནི་ཞུ་གི་ཡོད་རེད་བ་ད། ཨ་ནི་ང་བོད་ལ་ཚོང་གི་མེད་ཟེར་ནས་ལགས་གསུངས་པ་ཡིན་ན། ཨ་ནི་ཕྱི་རེད་གི་འདུག་ད་དེ། དེ་ནས་ཉི་མ་དེ་ཉིན་གནའ་ནས་ཨ་ནི་དེ་བོད་པ་ཆགས་ཀྱི་རེད། དཔེར་ན་སྤུ་གུ་འདི་སྐྱེས་ཀྱི་ཡིན་ས་ཨ་མི་རི་ཀ་ལས་སྤུ་གུ་སྐྱེས་བཅུག་གི་ཡིན་ལ་ནི་གི་མི་ཁ་ཤས་ངའི་བསྡུ་བ་མཐོང་གི་འདུག་སྤུ་གུ་ཕ། ང་རང་ཚོ་པ་རྒྱ་གར་དུ་དུ་ནི་པ་ལུ་དེ་འདྲས་ལ་ཕ་འགྲོ་དགོས་གི་འདུག་སྤུ་གུ་འདི་ཨ་མི་རི་ཀ་ལས་སྐྱེས་བཅུག་གི་ཡིན་ས་ཨ་མི་རི་ཀའི་མི་སེར་ཆགས་བཅུག་གི་ཡིན་ས་ལབ་གི་འདུག་ཨ